ཉི་མ་ཡག་པོ་ཞུ་འདུག་ད། ད་ཡག་ག་སུས་ལུང་པ་ལོང་འདི་ད་ཟེར་ད། ད་ད་རིང་སྟོང་པ་ཡིན་པ་འམ་དེ། ཆུ་ལོ་གནམ་གཤིས་ཡག་པོ་ཞུ་འདུག་འམ་དེ་བང་རྒྱམ་ལ། ནི་ནིན་ཐུང་འདི་སོས་གོ་སམ་ཟེར་བ་ནང་རྩིས་བྱེད་ན་དེ་གནམ་གཤིས་སྐྱིའུ་ཞུ་འདུག་ཨ་མ། ཨ་ནི་ཚང་མ་ལོ། འགྲོ་བ་ནང་མི་ང་ཚོ་གཞི་ནས་ནི་སྟྲེ་སི་ལེ་ལ་ཡིན། ཨོ་ཨོ་ནི་ང་དེ་རིང་དང་པོ་དེ་ལ་ཁ་ལ་ནི་འཕྲོ་སི་ལ་ན་ནི་འདི་ངེད་ཀྱི་ནི་ཨ་ཕ་ང་གཉིས་ཀྱི་ནི་འདུག་གཉིས། གཅིག་དྲི་བ་དྲིས་ལན་དང་ཨ་ནི་འདི་བཅུ་ལ་ཡང། བཟའ་ཚང་དང་སྤྱིར་བཏང་གི་དེ་འདྲའི་བཀའ་ཆོས། མིའི་ཕན་ཚུན་གྱི་འཚོ་བ་གྱི་དོན་ནི་ཡང་ག་རེ། གལ་ཆེ་འདུག་དེ་འདྲའི་སྐོར་ཁ་ཤས་ཀྱིས་བཤད་ཡོད་རེད། ད་ཕ་ས་དེ་ཞོག་ར། ཨ་ནི་ཡིད་འོང་འདིའི་སྐབས་སུ་ཨ་ནི་མི་མང་པོ་ཞུ་ཅིག་ཡོད་ནི། དགའ་བོ་ཞུ་གནང་ཤག་ཨ་ནི་དམིགས་བསལ་གྱི་ཨ་ནི།

གཙོ་བོ་འོང་འདི་བྱེད་རོ། ཨ་ནི། གཞན་པ་ཐག་རིང་ག་ལ་ནི་ཁྲོ་སི་ལ་ན་ནི། འདི་ངས་ནི་ང་གཉིས་ཀྱིས་དྲི་བ་དྲིས་ལན་དང་ད་འདི་འདྲའི་སྐད་ཆ་མང་པོ་ཅིག་བཤད་དུས། ད། མང་ཆེ་བས་བརྒྱ་ཆ་དགུ་བཅུ་གིས་ད་ད་འདྲའི་དྲི་བ་དྲིས་ལན་འདི་ཚོ་གོ་བ་ལས་བླུག་གི་ཡོད་མེད་དང་ཨ་ནི་དྲི་བ་གོ་བ་ལས་བཀུག་གི་ཡོད་མེད་དེ་ཚོ་སྐོར་ད། མངོན་གསལ་དེ་འུ་ཅིག་ཧ་ད་གོ་གི་འདུག་ར་མང་ཆེ་ཅིག་གིས། ཡིན་ནས་ད་ཁ་ཤས་ཁ་ཤས་ཡས་ད་དཔེར་ན་ད་ད། ངོ་དེབ། ལྟར་བེད་སྤྱོད་བྱེད་མཁན་དེ་སང་ཨོས་མང་པོ་འདུག་ཨ་ཡ། ངོ་དེབ་བྱས་ཨ་ནི་ངོ་དེབ་མིན་པ་དཔེར་ན་ད་ལྟ Instagram ལ་ངའི་ལའེ་དང་ཛུ་ཡང་ཁ་ཤས་བེད་སྤྱོད་མ་བྱེད་ངེས་དེ་འདྲའི་མང་པོ་ཡོད་ས་རེད་དཔེར་ན་ངའི་བརྙན་ཐུང་ལྟ་ངན་འདི་ནང་ལས་ཡོད་ངེས་ཡིན་ན་ཨ་ནི་ཁོང་ཚོས་ཀྱི་ཡང་དྲི་བ་དྲི་ལན་བསྐུར་དུས་ང་ལ་དེ་འདྲའི་དྲི་ངན་མང་པོ་འདུག་ར་ཁ་རེ། དྲི་བ་དྲི་ལན་དེ་གོ་བ་ལ་བསྐུར་ནས་གོ་བ་ལ་བལྟ་ནས་ལན་བརྒལ་རྒྱུ་ཁོང་ཚོ་གི་དྲི་བ་དེ་གོ་བ་ལ་བསྐུར་གོ་རེད། དྲི་བ་འདི་ག་དུས་བསྐུངས་སོ། དེ་འདྲའི་སྒྲོ་ཡང་ཁ་ཤས་ཀྱིས་ཡང། དྲི་བ་དྲི་ལན་འདི་ག་ལ་བར་སོ་སོ་གྱིས་བཟོས་ནས་དེ་འདྲའི་ལབ་ཀྱི་ཡོད་ན་གོ་བ་ལ་བླུག་གི་ཡོད་ན་ལ་ཉེ་བོ་འདི་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་ཟེར། འདི་སྐད་ཡག་པོ་གོ་གི་ཡོད་ན་ཞེས། འོ་འདི་ཡ་ནི། འོ་འདི་ད་ད་རིང་ངས་འོ་འདི་ཁྱུག་ཙི་ཅི་ལ་ན་བསམས་སོ་ད་མི་མང་ཆེ་གཅིག་ད་ཧ་གོ་འོ་རེད། ཡ་ནི་འདི་འདྲ་བོ་ཡིན་ན། དཔེར་ན་དྲི་བ་དྲི་ལན་འདི་ག་འདྲས་སླེབས་གོ་ལ་ན་ད་ད། ངོ་དེབ་བེད་སྤྱོད་བྱེད་མཁན་ཡིན་ན་མང་པོ་ཅིག་གིས་དེ་སང་ངོ་དེབ་ནང་ལས་གཞན་ཡོད་དོ་ངས་མ་ཡིན་ན་ད་ང་རང་འདྲ་བོས་གླེང་ན་ངས་མང་ཆེ་ད་ལྟ Instagram ལས་པོ་དོ་དེ་འདྲའི་ངོ་དེབ་ནང་ལས་མཐོང་མ་སོང་ད་དེ་སང Instagram ལ་བཞག་དུས་ཕ་ངོ་དེབ་ནང་ལས་གཅིག་པ Share བྱེད་བྱས་ལ་ཡོད་དོ་ཕ་འཐུས་བྱས་ཡོད་དོ་ཅིག་ཅིག་རྒྱུས་ནས་ཨ་ནི་འོ་འདི་ཅི་ནས་ནི་མང་པོ་ཅིག་གིས་འོ་འདི་སྐད་ཆ་དྲིས་ཡོད་དོ་རང་ངས་འོ་འདི་ད་རིང་ཁ་པར་གྱི་ཐོག་ནས་ག་ཅིག་ནི་ད་མི་བརྒྱ་ཆ་དགུ་བཅུ་ཕལ་ཆེར་ད་ཁ་པར་ནང་ལ་བལྟ་ཁ་པར་ནང་ལ་དྲི་བ་བསྐུར་ཡ་དང་འདྲ་བྱེད་ཀྱི་འདུག་དམིགས་བསལ་གྱི་ད་ལྟ་གློག་ཀླད། Computer། དང་དེ་འདྲའི་མིན་པ་བྱས་ནས་ཁ་པར་བེད་སྤྱོད་གཏང་གི་ཡོད་ཙང་ངས་ཁྱེད་ཚོ་ལ་ད་རིང་ཁ་པར་ནང་ལོག་ལ་དེ་འཁྱུག་ཚུལ་གྱི་སྟོན་ན་བསམ་ཟེར་བ། ངས་དེ་ཁ་པར་ནང་ལ་འགྲོ་དུས་ངས་དུ་ཁྱེད་ཚོ་དེ་ཟུར་ལ་སྟོན་གི་འདུག་གི་བྱེད་འོག་ར་ཨ་ནི་ཡ་ཧ་མ་གོ་ངས་དེ་ཚོ་ལན་ད་ཧ་གོ་ངས་དེ་ཚོ་ད་ད་དེ་སང་སྤྱི་སྟངས་ཀྱི་མང་ཆེ་ཧ་ད་གོ་གོ་ར་ཡ།

པར་ཅི་དེ་ག་ལེམ། པར་ཅི་དེ་ག་ལེམ་དུས་དེ་ད་ད་ད་ཡིན་ན་དེ་ང་ར་གར་དུ་དུས་ཐུང་གུ་དོ་ངའི་པར་ཅི་འོ་འདི་མེན་པ་ཆི་ནི་ཡ་ཨ་ནི་དེ་གང་ལ་ད་ད་དེ་ཨེ་བི་ཨེ་བི་སི་དྲི་དྲི་གོ་ཞི་དོ་དེ་གང་ལ་ལེམ། ཨེ་བི་སི་དྲི་དྲི་དོ་ཨེ་གོ་དེ་དེ་ན་གུང་ཆགས་སོ་ཨ་གར་དུ་ན་གུང་ཆགས་དུས་ཨ་ནི་ཁྱེད་རང་ན་གུང་དེ་ནང་ལོས་ལ་གང་ལ་དེ་མི་དོང་པ་འགྲོ་ཅིག་དོ་ཨ་དེ་ལ་འོ་འདི་དོང་པ་ཡོད་རྒྱུ་དེ་གང་ལ་ལེམ།

ཨ་ནི་དེའི་འོག་དེ་ལ་ཨ་ནི་དེ་ཡི་གེ་ཕྱིན་ཅི་ཡོད་འདྲེ་བྲིས་ཀྱོ་ཞིག་དོ་ཨ་དེའི་ནང་ལོ་ཨ་འདྲེ་གྲུབ་ཤིས་ཀྱིས་དེའི་ནང་ལོ་ལ་ཨ་ནི་ཁྱེད་རང་དེ་ད་དེ་འདི་སླེབས་ན་དེའི་ནང་ལོ་ལ་ཨ་ནི་ཁྱེད་རང་གར་དུ་ཡི་གེ་ག་བྲིས་ནས་ཨ་དེའི་འདྲེ་བྲིས་ན་ཨ་ནི་ཁོ་རང་ཚོ་དེ་ད་ད་དེ་གང་ལ་མར་ད་དེ་ད་གོ་ཤོད་འདྲ་དེའི་ནང་ལོ་ལ་ཨ་ནི་ཁྱེད་རང་ཚོ་ག་རེ་བྲིས་ནས་ཨ་ནི་ཡི་གེ་དེ་ཤར་ཀྱང་ང་ལ་ལས་ཡིར་ད་ངས་ད་ད་དཔེར་ན་ཆ་བཞག་ན་ངས་ད་ད་དེ་སྟོན་གི་འདུག་ཨ་ངས་ཁྱེད་རང་ཚོ་ལ་དུས་བྱས་ནས་བཞག་བཞག་འོ་ར་དུས་བྱས་ཨ་ནི་དེ་ཁྱེད་རང་གི། ད་སྤྲོ་རི་ལའི་ར་ནི་དུང་ཐུང་དུས་དེ་ན་ལས་ཀླུ་ཀླུ་ཡས་ལ་ད་དང་པོ་འདི་ལས་ཚ་ན་འདི་བཞུགས་གོ་དེ་ཡོར་སྤྲོ་རི་ལ་ནི་དུ་ཤེར་ཕྱི་ཤ་ན་འདས་མ་འོ་ཀོ་ར་ནམ་རྒྱུན་ཁྱོད་རང་ཚོ་ནི་དུང་ཐུང་དུས་འདི་ཀླུ་ཀླུ་ཡོད་པ་གཅིག་པོ་གཅིག་ཀྱང་རེད་དེ་ད་ད་ད་ང་འདི་འགྲོ་དེ་འདུག་ད་འདི་འགྲོ་འདི་ནང་ལོགས་ལ་ལས་ཚ་དུས་ནི།

དེ་འདྲའི་མི་མང་ཆེ་ཡིས་ད་ལྟའི་དྲི་བ་དྲིས་ལན་དེ་མཇུག་ལ YouTube བརྙན་ཐུང་ལས་ལན་རྒྱག་ཡིན་ལ་ཡུལ་དུའང་འོར་འདྲེས་བྱེད་ནས་ལེགས་བར་ཨ་ནི་འདི་ནང་བཞིན་གཅིག་པ་གཅིག་རྐྱང་དེ་ཨ་ནི་འོ་ལ་དེ་ངོ་དེབ་འགའ་ཅིག་བལྟ་འདུག་ཨ་དེ་ལ་དེ། འོ་འདི་ཡིན་ན་ཁྱོད་རང་ངོ་དེབ་ཀྱི Story ནང་ལོགས་ལ Share བྱེད་ཡ་ཡིན་ན་འོ་འདི་འདུག་ཟིན་ཏེ་ངོ་དེབ་ནང་ལས་ཁོ་རང་ཁོ་རང་འདུག་ཟིན་ཏེ་གར་དུ་ཕ་ཛུལ་འགྲོ་གི་རེད་ཨང་ངོ་དེབ་ནང་ལས་གཅིག་པ་གཅིག་རྐྱང་ལི་ཡ་རེད་ཁྱོད་རང་ཚོ་འདི་ནང་ལོགས་ལ་བྲིས་ད་རོགས་ཨ་འདྲེས་བྱེད་ནས་ངོ་དེབ་ནང་ལས་གཅིག་པ་གཅིག་རྐྱང་བྲིས་ཡ་རེད་དཔེར་ན་ངའི་ཨ་ཅེ་ད་ངས་ད་ལྟ་འདི

Instagram། དེ་འདྲས་ལ་ཁར་ཐུག་སྒེར་གྱི་སུད་སུ་ནམ་རྒྱུན་ཡི་གེ་བཏང་བ་ནང་བཞིན་བཏང་ནས་འགྲིག་ད་འགྲིག་འོར་རོ་ཡིན་ནའི་ད་མང་ཆེ་བྱས་ཀྱི་གར་ལ་ན་ཨ་ནི་འདི་བྱེད་ཀྱི་འདུག་ད་དྲི་བ་བཀུག་སྟངས་དང་བླུག་ས་དང་འདི་ཚོ་གོ་བ་ལས་གོ་བ་ལས་ཡོད་ན་ཨ་ནི་ཨོ་འདྲས་བསམ་ངན་མང་པོ་བྱོས་ཟེར་ཡང་ཨོ་འདི་བཞིན་ད་ཏིས་གོ་ཏིས་ཉི་མ་ཚ་བོ་འདུག་ང་ཕར་བྱོས་ཏེ་བསྡད་གོ། གནམ་གཤིས་ཡག་པོ་ཡོད་དུས་ན་ཡང་ཚ་དྲགས་ནས་སྐྱོན་རེ་བྱུང། འོན་ཏེ། ཨ་ནི་འོན་ཏེ་ད་ད་རིང། ངས་ང་རང་གི་ཐོག་ནས་ད་ཁྱོད་རང་ཚོ་ལ་འོན་ཏེ་སེའུ་ཅི་ལ་ན་བསམ་ཟེར་བ་ཁ་ཅི་ན་ན། མི་ད་ནི་རྗེས་ར་ཧ་ཧ་གོ་ངེས་ད་ནམ་རྒྱུན་ནས་ད་ཧ་གོ་གི་ཡོད་ཤ་ཤ་བྱས་ད་ཡང་ཧ་མ་གོ་གི་འོན་ཏེ་ཁ་ཤས་ཅིག་གིས་འོན་ཏེ་བསམ་གི་ཡོད་ས་རེད་དེ་དྲི་བ་དྲི་ལན་ག་འདྲས་བླུག་གི་ཡོད་ན་ཨ་ནི་གོ་ཨ་ལ་འདི་བྱེད་དགོས་ཡོད་ན་ལ་ཡ་ཤི་ད་འོན་ཏེ་ཕྱི་ན་ངས་ད་རིང་དེ་སེའུ་ཅིག་ལ་ན་བསམ་ཟེར་བ་ཨ་ནི་རྗུ་མ་གལ་སྲིད་མི་གེ་འདྲས་ཨ་སི་མི་ཡ་གོ་གཞོན་ལ་གྱོ་དེ་འདྲས་ཡོད་ན། འོན་ཏེ་ལེན་ན་ཁྱོད་རང་ཚོ་དྲི་བ་ག་རེ་བསྐུར་ནས་འོན་ཏེ་ཁོ་རང་སྒེར་གྱི་འགྲོ་ཞེས་འདི་མི་གཞན་པར་གྱིས་ཐུག་གི་མ་རེད། འོན་ཏེ་ལན། ཡིན་ཨ་ནི། ལྟ་ངན་དེ་ད་ལྟ་ལྟ་ཚོད་དྲོ་བོ་བྱས་ནས་འདི་ན་བླུགས་བཞག་ཡོད་རོགས་ཨ་ནི་ཡང་ཇོ་མང་འདི་འདྲས། བླུགས་ན། ཨ་ནི། འོན་ཏེ་ཁྱོད་རང་ཚོ་དྲི་བ་ད་སུ་དང་སུ་ཡིན་ནས་ད་ང་ཅི་གོ་མ་རེད་འདི་འདྲས་དྲི་བ་བསྐུར་ངེས་དང་འདི་འདྲས་ལུགས་འགྱོགས་ཡོད་ན་ཨ་ནི་ཡང་ཧ་གོ་གོ་ར་ད་ལྟ་དཔེར་ན་ད་ལྟ་ངས་ངོ་དེབ་དྲོ་བོ་ཡིན་ན་ངོ་དེབ་ནང་ལ་འོན་ཏེ་སྐད་ཆ་དྲི་ངེས། གཟུགས་ལ་འོན་ཏེ། གཟུགས་ལ་ཡི་གེ་ལྟ་ངན་མང་པོ་འདུག་ཡང་འོན་ཏེ་ཡིན་ན་ཡང། སོ་སོ་གས་ག་ལ་བར་གལ་སྲིད་ཡང་ངས་ཀྱི་འདྲེ་བཞག་འདུག་ན་འོན་ཏེ་འདི་ལྟ་ཁྱོད་རང་ཚོ་དྲི་བ་ཀུ་ཡའི་དུས་ཚོད་རེད་དྲི་བ་ཀུར་ལ་འོ་རེད་ཡ་ད་ང་ང་ཅི་དབུ་མར་ད་ཅི་ལྟ་ངས་མི་འདི་འདྲའི་བརྙན་ཐུང་ད་ཡུ་ཀྲུབ་ད་འདི་འདྲའི་བརྙན་ཐུང་བཟོ་ངན་མང་པོ་འདུག་ཡང་འོན་ཏེ་འཛུ་ཚང་མ་གས་གལ་སྲིད་འདྲེ་བཞག་ཡོད་ན་ཁྱོད་རང་ཚོ་འོན་ཏེ་འདི་དྲི་བ་ག་རེ་ཀུ་ཀུ་རེད་འོན་ཏེ་ལན་ཡིན་ནི། ད་ང་རང་གིས་འོན་ཏེ་གང་ཐུག་ཐུག་འདྲེ་བཞེད་གས་ཐབས་ཤེས་བྱིན་རུང་ནི།

གོ་ཚོད་ངས་ཚོད་ལ་ནི་ཡང་དུས་ཚོད་འཕྲོ་བརླག་བཏང་གི་ཡོད་ན་ཨ་ནི་དགོངས་འགལ་མེད་པ་ཞུ་ར་ཁྱོད་རང་ཚོ་དེ Skip བྱེད་བཞིན་ཞུ་ར་མ་ལྟ་ནི་ཡང་ཁ་ཤས་དེ་འདྲས་ཧ་མ་གོ་ངས་ཡོད་ངའི་ཏུ་ཚོད་ལ་ཡང་དེ་གསར་བ་ཅིག་ཆགས་འདུག་ར་མི་དེ་ངས་ལ་ང་ཚོའི་རོགས་པ་བཅས་ཨོ་འདྲེ་ལ་ས YouTube བརྙན་ཐུང་དེ་ཚོའི་ནང་ལོས་ལ་ཨ་ནི་དྲི་བ་དྲི་ལན་དེ་འདྲས་མང་པོ་ཟུར་ཡུལ་དུའང་ཁོ་ཚོས་དེ་འདྲས་དྲི་བ་དྲི་ལན་གོ་བ་ནས་ལས་ཀྱི་ཡོད་ན་འདྲས་མི་དེ་ཚོ་བཏང་གི་ཡོད་ན་ལ་ནི་ཡང་ཁ་ཤས་འདྲས་སུ་སུ་སུ་དྲི་བ་དྲི་ལན་མང་པོ་ལས་ཡུལ་དུ་ཨ་ཡ་ད་སུ་སུ་བསམ་ཚུལ་འདྲ་བོ་ད་ཡང་ཁ་ཤས

ཕྱིའི་ནང་ལོགས་ལས་དྲི་རྒྱུ་དེ་ལས་ལན་བརྒྱ་ཉེར་ཡོད་རེད་སྤྱིར་བཏང་གི་དྲི་བ་དྲི་ལན་ལ་ལན་བརྒྱ་རྒྱུ་ཡོད་ལ་ན་མང་ཆེ་གཅིག་ད་བརྒྱ་ཆ་བརྒྱ་བཅུ་དགུ་བཅུ་ད་འོང་འདི་རེད་ཁོང་ཚོས་མངལ་ནས་དྲི་བ་དྲི་ལན་བྱ་ཡི་འདུག་ཨ་འདི་ནང་ལོགས་ལ་མི་དེ་ཚོ་ཡི་དྲི་བ་ཀུ་ཀྱོག་དེ་ཚོ་ལ་རྐང་བཙུགས་ནས་འདི་འདྲའི་བརྙན་ཐུང་བཟོས་ནས་ལན་བརྒྱ་ཡི་ད་འོང་འདི་རེད་ལ་ཨ་ཡིན་ཡང་ཁ་ཤས།

ཡི་གེ་བྲི་ཡ་དགའ་བོ་ཡོད་སྐྱོ་དེ་འདྲ་ཡིན་ན་ཡང་མི་ཁ་ཤས་ཀྱིས་དེ་འདྲ་བླུག་དུས་ཨ་ད་ཁོ་བ་ཅི་ནས་འདུག་ལྟ་ངན་ཡིན་ན་ནིང་བྱས་ནི་ཡང་ཧ་གོ་ན་ཡང་སུ་སུ་ག་རེ་འདོད་པ་ཡོད་ན་ག་བྲིས་ནས་ཁོ་སྒེར་ལ་འགྲོ་ཞིག་ར་ཡང་ནི་ཁོ་རང་ཚོས་ལན་རྒྱག་མ་རྒྱག་ད་ཁོ་རང་ཚོས་ནས་འདུག་བཟོད་ངན་ཁོ་རང་ཚོ་ལག་པ་ལིའི་ར་འོ་འདི་ཕྱིན་ནས་འོ་འདི་ལ་ནི་ཁྲོ་སོ་ཨ་ནི་འོ་འདི་ཡིན་གཙོ་བོ་ར་ཅེས་ཨ་ནི་ད་ལྟ་ངས་ཁོང་ལ་ལ་བ་ནང་བཞིན་རེད་ད་ལྟ་དེ་ལ་ནི་འདུག། མིའི་དངོས་གནས་ཧང་སངས་རྒྱབ་སྐྱོ་ཡག་པོ་གནང་བཞག་ང་རང་ཚོ་གསར་བ་ལ་བབ་ཚོས་ཨ་ནི་ཚང་མ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་རོ་ཨ་ནི་དམིགས་བསལ་གྱི་ད་ལྟ་ད་ད་རིང་ཨ་ཕ་ད་མེད་རོ་ང་རང་དགོང་ཟས་འཛག་ཨ་ནི་དུས་སུ་ང་རང་ཅུག་པོ་ཟོས་དམིགས་བསལ་གྱི་ཨ་ནི་ཨ་ཕ་ཨ་ཕ་ལ་ཨ་ནི་རྒྱབ་སྐྱོ་བྱེད་ངེས་དཔེ་མང་པོ་འདུག་ཨ་ནི་དངོས་གནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ད་ང་རང་འགྲོ་བའི་ནི་དངོས་གནས་ད་མི་སུ་ད་སུ་ཡིན་ནས་ར་མི་སུ་ཡིན་ནས་སུ་སུ་ཁྱོ་ག་འདི་འདྲས་འདུག་ཕན་འབྲས་ཡག་པོ་འདུག་འདི་འདུག་ལ་ན་དགའ་གི་འདུག་ཨ་ཡ་ང་ནི་དྲང་པོ་བཤད་སུ་སུ་འདྲས་ཁ་ཤས་ཡང་འདི་འདྲས་འདོད་ར་བཏང་ནས་ཡང།

ཕ་མ་བུ་འཇིག་ད་ནི་འདྲེ་སོ་སོའི་ཁྱོ་ག་ད་ཀྱི་མི་སུ་ཡིན་ནས་བསྟོད་ར་བཏང་ན་ད་ག་གི་རུ་བ་ཡ་འོ་འདྲེ་འགྲོ་བོ་རེད་ཤག་འོ་འདི་བྱིན་ན་ནི་ཚང་མ་ཡི་རྒྱབ་སྐྱོར་གནང་བ་ལ་འོ་ནས་ཁོང་ལ་གོ་ཁོ་རང་འགྲོ་བོ་ཡིན་ན་ག་རུ་ག་ཏུར་ད་ག་རེ་ཡིན་པ་དེ་ཡ་གི་སི་གེ་ཅག་བཤད་རྒྱུ་ད་དྲི་བ་དྲི་ལན་ད་ཁོ་བརྙན་ཐུང་ག་རུ་བཟོས་ནས་རྙེད་ནས་གྲ་སྒྲིག་ལས་ད་ཁོ་ལ་བཅས་ཡོ་མར་ག་ཅན་ད་ཁོ་ལ་ཡིར་བཏགས་པ་ངའི་ཨ་ཕ་ཨ་ནེ་འདྲེ་བྱེད་བོ་ཁྱོད་ས་མོ་བཏང་ད་ས་མོ་ག་རུ་བཏང་བོ་རེད་སྐེ་ཅག་ཤི་ཡི་ར་དོན་ལི་ཡི་རི་ལ་ཡིར་ཡ་ཁོ་ཡི་བཏགས་པ་འོ་འདི་བྱིན་ནས་ད་ཁོ་རང། ཁོ་རང་མཉམ་དུ་གཉིས་འཐུང་ཡོད་དུས་རྟག་པར་འོང་འདྲི་རེད་ད་ཁོ་རང་དུས་ཚོད་དེ་བཟོས་གོ་ལ་ནོ་ཁྱེད་རང་གྲ་སྒྲིག་བྱེད་ལེ་རེད་ཨ་ནི་ང་ད་བུ་མོ་ར་གདོང་པ་ལ་གཙང་མ་འགྲོ་བཟོས་ན་བཟོས་རོགས་འདི་རེད་བཞིན་པ་ཁོ་ཡི་རྟག་པར་འོང་འདྲི་རེད་ཡ་སྐད་ཆ་འགོ་བཙུགས་རང་ཁོ་རང་དོན་ལེ་ཡི་ལེ་རེད་ཨ་ནི་འོང་འདི་བྱས་ནས་ཡ་མི་མང་པོ་གཅིག་གེ་ཡ་ཉིན་རྗེ་ཁྱེད་གཉིས་སྐད་ཆ་བཤད་སྟངས་ཚོ་དངོས་གནས་དཔེ་ཁ་ལོ Natural ལེ་གི་ད་རང་རང་བཞིན་གྱི་འདི་འདྲེ་འདུག་ཨ་འདྲེ་བཟོས་བཞག་རྒྱུ་མི་འདུག་ད་མི་གེ་མཐོང་སྐོར་ར་ལྟད་མོ་ལྟ་ངན་གེ་སུ་སུ་ག་རེ་ཡིན་ནས་འོང་འདི། ཨ་ནི་མཐོང་ནས་ནི་ཡང་དགའ་བོ་བྱེད་མཁན་མང་པོ་འདུག་འདི་ཚོ་ལས་སྙིང་ཐག་པ་ནས་ནི་ཐུགས་རྗེ་ཆེ་ལ་ཡི་རོ་ཚང་མ་ལོ་ལ་ནི་ད་ལྟ་དམིགས་བསལ་གྱི་ངའི་ལའོ་ནང་ཞིག་ད་ལྟ་དེ་ལ new subscriber ལ་ཡི་རོ་ཨ་ནི་མཆན་བསྣན་ཐུང་དེ་འདྲས་ངའི་ཚོགས་པ་ནང་ལ་ཚོགས་ཞུགས་གནང་མཁན་ཨ་ནི་རྒྱབ་སྐྱོར་གནང་མཁན་གསར་བ་མང་པོ་ཞུགས་ཕེབས་ཤག་ཨ་ནི་འོ་འདི་ཚོ་ལས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ང་ཚོ་བཞི་ཨ་ནི་གྲོགས་ཁ་ནང་མི་ནས་ཨ་ནི་འོ་འདི་ལ་ཡིན་ཨ་ནི་ང་ཚོའི་འགྲོ་བའི་ནི་བྷི་ཧྥོ་འགྲོ་ག་ཕེམ་ལི་ཁྱེད་ཚོ་རྡེའུ་མེད་ན་ཡང་བུ་ཡིག་ཐོག་ནས་བྲིས་ན་ནི་ཡང་ང་ཚོ་གཞིས་ལ་ནས་བྲིས་ན་ནི་ང་ཚོ་གི་དེ Channel དེ་དོན་གི་རེད་འོན་ཏེ་ལན་ཡིན་ཨ་ནི་ཡིན་འོན་ཏེ་འགྲོ་གྱིན་ཨ་ནི་ཚང་མ་ལ་བཀའ་དྲིན་ཆེ་ཨ་ནི་ད་རིང་གནམ་གཤིས་ཡག་པོ་བཞུགས་འདུག་འོན་ཏེ་དེས་ནམ་རྒྱུན་ཡིན་ན་ནང་ལ་ང་ར་གཅིག་པོ་ཡིན་དུས་ནང་ལ་ཉལ་འདུག་སུ་ཡང་ད་རིང་འདས་ཆུ་ལོག་ལ་སི་སང་ངས་ཡག་པོ་ཞུ་འདུག་འོན་ཏེ་ཅི་ནི་ཁྱུག་ཚོད་སུའི་ཡིན་ཨ་ནི་འོན་ཏེ་ཨ་ནི་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཚང་མ་བློ་ལ་ད་ལྟ་ནང་གཞིས།

འདི་འགྲོ་རུ་ཤང་འདི་འདི་རྒྱ་ཤུ་ར་ཨ་འདི་རི་ཤ་དེ་ཡིན་ཕི་གེ་རི་ལི་ཕབ་སུ་མི་གི་བ་ལ་ཙ་ལི་ཡོར་སན་ཕི་ཏན་གི་ཆི་ཉོབ་ཅ་ག་ས་ན་དེ་ཙ་ལི་ད་འོན་དེ་ད་སུ་ཡག་པོ་ཐུ་ཡ་ཡ་ནི་འོ་འདྲེ་འགྲོ་ཞི་རེ་ཤ་ནི་ཚང་མོ་ལ་བཀའ་དྲིན་ཆེ་ནི་འཐག་པ་ནས་རྒྱབ་སྐྱོར་གནང་བ་ལ་ཨ་ནི་ཡ་ཇོ་མ་བརྗེ་ཡོང་ཨ་ནི་ཚེ་རིང།